དྲི་བ་དྲིས་ལན་འདྲ་བོ་ཅིག་བྱས་ཨ་ནི་དེ་ན་གནས་སྟངས་དེ་གལ་འགྲེལ་ཡིན་དང་མ་ཡིན་བྱས་ཨ་ནི་དེ་ན་ཞིང་གི་ད་འཛམ་བུ་གླིང་ཡུལ་གྲུ་ཁག་ནས་ཨ་ནི་ང་ལ་ཟུར་ལ་འབྲེལ་བ་བྱེད་ནས་དཔལ་འབྱོར་གྱི་ཆ་ནས་ཨ་ནི་རོགས་པ་བྱེད་ཀྱི་ཡིན་ལ་ངེས་འདུག་དེ་ན་ཞིང་ཁ་ཕན་ཚིག་རོགས་བྱེད་ནས་རོགས་པ་བྱེད་དེ་ངེས་དང་ཨ་ནི། ལུས་ངག་ཡིད་གསུམ་གྱི་ཐོག་ནས་ད་དོན་ལྟ་རྟོག་དོགས་ལོག་པ་བྱེད་ངེས་དཔེ་མང་པོ་འདུག་རོ་འདི་ཡིན་དུས་བརྩམས་པ་ལ་འདི་ཡིན་ཅིག་ཕྱོགས་གཞན་པ་བྱས་ནས་ལྟ་བ་ར་བྱེད་ཡིན་ན་དངོས་གནས་ཁོ་རང་གནས་ཚུལ་མཁྱེན་ངན་ཚོགས་ཀྱིས་བོད་པའི་གི་གནས་སྟངས་ཅིག་ག་ལ་འོ་རེ་ད་མཁྱེན་ངན་ཚོགས་ཀྱིས་ཨ་ནེ། འདི་དཀའ་ངལ་འདི་དཀའ་ངལ་མ་འདྲ་བ་ཅིག། ད་རིང་དཀའ་ངལ་གསར་པ་ཅིག་རེད། བར་ལམ་ལུགས་སྲོལ་སྡུག་ཅག་ཅིག། ང་ཚོ་ནད་ཡམས་སྡུག་ཅག་ཅིག་ལྟ་ཡ། བཙན་བྱོལ་སྤྱི་ཚོགས་ནང་ལོ་ལ་ཁྱབ་ཡ་གི་ཉེན་ཁ་ཆེན་པོ་ཞི་བོ་འདུག་རོ། འདི་ཡིན་འདི་བརྩམས་པ་ལ། ད་དངོས་གནས་ཁོ་རང་ད་རིང་གི་བྱ་སྤྱོད་འདི། ང་ཚོ་བོད་པ་ད་མང་ཆེ་བ་གི་སེམས་པ་ནང་ལོ་ལ་མ་ཤོང་ཡ་ཅིག་དང། དངོས་གནས་ཁོ་རང་སེམས་པ་ནང་ལོག་ལ་རྨ་ཁ་ཆེན་པོ་གཅིག་བཟོས་ནས་བེད་ཁོ་རང་མི་ཚེ་ལས་གཏམ་ཚེ་རིངས་ལྷག་དེ་ཡས་ཀྱི་ད་སུས་བྱི་བ་ར་བྱི་ཡིན་ན་མི་ཚེ་ལས་གཏམ་ཚེ་རིངས་ལྷག་དེ་ཡས་ང་ཚོའི་གི་ལུ་གུ་ག་ལ་ཅིག་དྲན་པ་མ་བརྗེད་ཡས་ཅིག་ཆགས་དེ་ཡོད་རེད་ཐ་ན་གཏམ་ཚེ་ལ་ད་ལྟ་གནས་སྟངས་དེ་འདྲ་བཟོས་དེ་ངེས་དུ་འཛོ་ར་སུས་བཟོས་ཡིན་པ་ར་བྱི་ཡིན་ན་དཀའ་ངལ་དེ་འདྲ་བཟོས་དེ་ངེས་དུ་འཛོ། བསམ་བློ་རྒྱ་ཆུན་ཆུན། ཕུགས་རྒྱང་གི་བསམ་བློ་མེད་སྐྱོ། སྐྱིད་པ་དང་སྒེར་པ་ག་རེ་ཡིན་མེད་ཧ་མ་གོ་ངེས། ཀླད་པ་སྟོང་པ། རུ་བ། བསམ་ཤེས་མེད་ངེས། ཨ་ནི་ཆབ་སྲིད་གོ་རྟོགས་མེད་ངེས། དེ་འདྲ་ཡིན་པ་བརྒྱ་ཆ་བརྒྱ་ནས་བརྒྱ། ད་འདི། གི་སྲིད། རུ་བ། ད་ང་ཚོ་བསམ་བསམ་བློ་ཞིམ་པ་ཅིག་བཏང་བ་ར་ཅིག་ཡིན་ན། ད་ད་ལྟ་གཏམ་ཚད་ལ་ཡུང་དེ་འདི། ག་རེ་བྱས་ནས་ཡོང་གོ་རེད། ལ་ནི་ང་ཚོས་དྲི་བ་དང། རོ། རྩམ་རྩེ་ལ་དུས་ཚོད་ཡོང་ཡས་དེ་ག་རེ་བྱས་ནས་ཡོང་གོ་རེད་གཉིས་མ་བྱུང་ཉུང་ཡོད་རོ་བས་ལ་དུས་རྩམ་པ་ལ་བརྒྱ་ཆ་བརྒྱ་ནས་བརྒྱ། རོ། རྩམ་རྩེ་ལ་ཕྱི་སྐྱོད་དེ་ད་རིང་མ་འདྲ་བ་ཅིག། རོ། གཉིས་མ་ང་ཚོ་བྱུང་མ་ཉུང་ཡོད་ཅིག། རོ། ཡིན་ནས་ལོ་རྒྱུས་ཀྱི་ཐོག་ལ་འདི་འདྲ་བོ་འདྲ་བོ་མང་པོ་ཅིག་བྱུང་ཡོད་བ་དེ་ང་ཚོ་ཧ་གོ་བའི་གལ་ཆེན་པོ་རེད་ད། ཉི་མ་ལུང་པ་ཡོད་དུས་རྒྱལ་ཁབ་ཡོད་དུས་ཙམ་པ་ལ་རེད་བ། དཀའ་ངལ་ག་རེ་བྱུང་ཡོད་མེད་མི་དངོས་གནས་ཁོ་རང་བལྟས་ཅིག་ད་འདི་གི་སྐད་ཆ་འདི་གནད་ལ་འཁེལ་གྱི་འདུག་མི་དེ་གཅིག་ད་ཤེས་འཇོན་ཚང་མ་འཇོན་གྱི་འདུག་བསམ་དུས་ཙམ་པ་ལ་རེད་བ། མི་དེ་ལ་ཐུག་སྤྲད་ནས་བསད་དགོས་འདུག་ཨ་གྲགས། རོ། མི་འདི་ལ་ཅིག། ང་ཚོད་ཀྱིས་ག་ལ་བར་ལྟ། དུག་སྤྲད་ནས་བསད་གོ་ཨ་ཕྲ་ཁ་ན་ལ་ད་ག་རྒྱང་ནས་བསད་གོ་ཨ་ཕྲ་ག་རེ་ཁྱོད་ནས་མི་འདི་རྩ་མེད་གན་འདྲེ་བཟོས་གོ་འདུག་ཨ་ཕྲ་བྱས་ནས་ལྟ་དེ་ངེས་ཀྱི། ང་ཚོ་བོད་པ་ནང་ལ་ཉི་མ་མང་པོ་བྱུང་མྱོང་ཡོད་རོ། ཡ། བོད་པ་ནང་ལ་བྱུང་མྱོང་ཡོད་བཙོན་ལ་བཅུག་ས་ལ་བཙོན་ལ་བཅུག་རོ། དཔེ་ན་འདྲ་བོ་ཅི་ཡིན་ན། ཨ་མདོ་དགེ་འདུན་སྦྱིན་པ། རོ། ཚོན་ནང་ལ་བཅུག་ཡོད་རོ། དེ་ནང་བཞིན་གྱི་ང་ཚོའི་ཁ་ན་ལ་ད་ག་རྒྱག་ནས་མང་པོ་བསད་ཡོད་རོ། དེ་ནང་བཞིན་གྱི་དུག་སྤྲད་ནས་མང་པོ་བསད་ཡོད་རོ། ཁ་ཅིག་ནི་བསད་རེད་འདུ་ཚོ་ཚང་མ་བསམ་བློ་ཡག་པོ་གཅིག་བཏང་བ་ར་ཅིག་ཡིན་ན། འདུ་ཚོ་ཚང་མ་གཅིག་གཞུང་གིས་ནོར་འཁྲུལ་བྱེད་ས་ལ་ནོར་འཁྲུལ་འདུག་རོ། ད་འདི་མཁས་པ་ཅིག་ཆགས་འགྲོ་ས་རེད་འདི་ངན་ཚོའི་མགོ་ལ་ཤོར་འགྲོ་ས་རེད་འདི་ཡི་མི་འདི་གི་སྐད་ཆ་བཤད་རྒྱུ་འདུ་ཚོ་ཚང་མ་ང་ཚོ་ལ་དཀའ་ངལ་ཅིག་བཟོས་གི་འདུག་བསམ་དུས་བརྩམས་པ་ལ་ད་འདི་གནས་སྐོར་ད་ད་རིང་ཁ་སང་དུས་ཚོད། དུས་ཚོད་ཀྱི་འགྱུར་བ་ཡིན་དུས་བརྩམས་པ་ལ། ད་རིང་ཁ་སང་དུས་ཚོད་ཀྱི་འགྱུར་བ་ཡིན་དུས་བརྩམས་པ་ལ་ད་ག་རེ་བྱེད་སྐོར། མི་འདི་ལ་སྒེར་ལ་ག་རེ་གྱོང་བཏང་ཡ་དོ། མི་འདི་ལ་ག་རེ་གནོད་སྐྱེལ་ཡ་དོ། རོ། གནོད་སྐྱེལ་ནས་ད་ང་ཚོ་བསམ་བློ་གཞན་པ་ཅིག་བཏང་བ་ར་བྱེད་ཡིན་ན་བཙན་བྱོལ་གྱི་སྤྱི་ཚོགས་ནང་ལོགས་ལ། ང་ཚོ་དུས་ཚོད་སྡུག་ཅག་དང་པོ་ཤར་ཚར། རང་བཙན་ཤོར་ནས་ལུང་པ་མི་ལ་ཤོར་ནས་མི་ཡི་ཡུལ་ལ་བྲོས་དགོས་བྱུང་ཟེར། མི་ཡི་ཡུལ་ལ་བྲོས་ཀྱི་གནས་བབ་དེ་ག་རེ་གི་གནས་བབ་ག་ལ་བྲོས་དགོས་རེད་ཅེས་ཞུས་བ་རེད་ཅེས་ཡིན་ན། རོ། མི་ཡི་ཡུལ་ལ་ལས་སྐྱབས་བཅོལ་གྱི་སྐྱབས་བཅོལ་གྱི་ངོ་བོ་ག་ལ།

རོ། ལུང་པ་ལ་དཀའ་ངལ་ཡོད་བ་ལུང་པ་དགྲ་བོ་ལ་ཤོར་ཚར་བ་ང་ཚོ་ལ་བདེ་ས་མེད་བ་ཟ་མི་འདོད་དངོས་གནས་ཁོ་རང་ང་ཚོ་བཟའ་ཡ་བཏུང་ཡ་ཚང་མ་ལ་དཀའ་ངལ་ཡོད་ལ་ནི་སྙིང་མ་རུང་བ་སྐྱབས་བཅོལ་སྤྲེར་ད། བཙན་བྱོལ་སྤྱི་ཚོགས་ནང་ལ་ད་རིང་དང་པོ་བྱུང་བར་ད། སྐྱབས་བཅོལ་ཁོ་རང་ཡར་འཕྲོག་འགྲོ་ཡ་རོ། ད་ང་ཚོ་ལ་ག་རེ་ལྷག་སོང། ད་ང་ཚོ་བོད་པ་ཚང་མ་ཕུགས་རྒྱང་རིང་པོ་ལ་བསམ་བློ་བཏང་ཐུབ་ཀི་མེད་བས་ཀྱི་དཀའ་ངལ་འདི་དང་རང་རེད། ད་ང་ཚོ་ལ་སྐྱབས་བཅོལ་གཅིག་རག་ཡ་ཡོད། འཛམ་བུ་གླིང་ག་བ་ལ་འགྲོ་བ་ར་བྱེད་ན་བོད་པ་གཅིག་ལ་སྐྱབས་བཅོལ་རག་ཡ་ཡོད་སྐྱབས་བཅོལ་ངོ་བོ་ག་ནས། ད་སྐྱབས་བཅོལ་དེ་ཡར་འཕྲོག་འགྲོ་ན་ད་ང་ཚོ་བོད་པ་ལ་ག་རེ་ལྷག་སོང། ཕུགས་རྒྱང་རིང་པོར་ང་ཚོའི་སྤུ་གུ་ལ་ག་རེ་བཞག་ཡ་ཡིན་པས། འོང་འདི་བྱས་ནས་སེམས་འཚབ་བྱས་ནས་རོགས་ཁ་སེང་དང་པོ་ནས། སྐད་དང་ཤོད་ཐོ་ཀྱི་རྒྱ་ཡིན། ག་དུས་ཡིན་ན། སྡུག་ག་ཡོང་ས་ལ་སྐད་དང་པོ་རྒྱ་ཐོ་ཡས་ཀྱི་ཐབས་ཤེས་ཅིག་ཡོད་ང་མིག་གིས་སྒུག་ནས་ཁོ་སྐད་ག་རེ་རྒྱག་གི་འདུག་ཁོ་སྐད་ག་རེ་རྒྱག་གི་འདུག་ཨ་ནི་འདི་ཀྱི་མ་དེ་ལ་འགྲོ་དགོས་ལ་ཡ་དེ་འདྲ་རྩ་བ་ཉིད་ནས་མེད་རེད་བ། དེ་ཡིན་དུས་ཙམ་པ་ལ་ད་ད་རིང།

བོད་པ།
ཡག་པོ། ཅིག།
བཟོས་རོགས། གནང།
འོང་བྱུང།
ང་བོད་པ་ཡག་པོ་ཅིག་བཟོས་རོགས་གནང། ལར། གོ་ཚོད་ཟེར།
ཨང་ཚང་མ་ལོ་ཐུགས་རྗེ་ཆེ། ལབ། ང་ཚོའི་གིས། ལབ།

མི་འདུ་འཛོ་བྲེལ་གྱི་རོ་ག་རེ་བསམ་གི་རེད། སྒང་ལ་བསྡད་བསྡད་ངེད་ཀྱི་ཆོལ་ཁ་གི་དཔོན་པོ་འདུ་འཛོ་སོ་སོ་རྐུབ་བཀྱག་ཚ་འུར་བཟོས་ཡས་ཀྱི་དོན་དག་ལ་ཆོལ་ཁ་བེད་སྤྱོད་བྱེད། ཆོལ་ཁ་གི་ནད་ཡམས་འདི་རོ་མི་མང་དཀྱུས་མས་ཀྱི་ཀླད་པ་ནང་ལོག་ལ་སོན་དང་མ་སོན་ན་མ་བལྟ། ང་ཚོ་ལ་རོ། དངོས་གནས་ཀྱི་ཆོལ་ཁ་གི་དཀའ་ངལ་མེད་བ་དང་བོད་ནང་ནས་ཡོང་ངེས་ཅིག་ཡིན་ན་ཆོལ་ཁ་ལ་ནི་ཁྱེད་གོ་མ་མྱོང། ཆོལ་ཁ་གསུམ་ལ་ནི་ཅིག་བཤད་བསྡད་ཡ་དང་དབྱེ་བ་བཅད་བསྡད་ཡ་དེ་ཚོ་ང་ཚོ་གོ་མ་མྱོང་ལ་དེ་ནི་ད་ལྟ་བར་དུ་མ་ནི་དོན་དོན་བཤད་བསྡད་གོ། ཁོང་ཚོ་འདྲ་བོ་ཅིག་རེད་བ་དཔོན་པོ་ཁ་ཤས་ཅིག་གིས་རེད་བ། དཀྲུག་དཀྲུག་བཏང། འདི་ག་ལ་དཔོན་པོ་དེ་ཚོ་གི་གཡོག་པོ་ཨ་ནི་ཅིག་ཡོད་བ་ང་ཚོ་མི་སྐད་ལ three idiot དེ་ཚོ་གིས་རེད་བ་ལོ་བཅུ་གི་རིང་ག་ལ་རེད་བ་ཁོང་ཚོས

རོ། ཁྱེད་རང་ཚོ་གི་ཁེ་ཕན་ཅི་ག་ལ་སླེབས་དུས་ཙམ་པ་ལ་རྒྱ་གར་རིན་པོ་ཆེ་ལ་ཞུ་དགོ་དད་པ་ཡོད་དོ་འདོ་ཆེ། མ་བིན། སོག་བཀྲིས་གིན་གཅིག་བྱེད་གིན་གཉིས་བྱེད་གིན་ཡིན་ལ་ནི་སྤྱི་ཚོགས་གི་དྲ་རྒྱ་ན་ལ་ཞུ་ངར་སོ་ཨ། ངེད་ཀྱི་མི་གཅིག་ཐོང་མ་སུ་ད་བྷི་གའི་སྒོ་འགྲམ་ལ་སླེ་ཡོ་ངེ་རོ། ད་རིང་གནས་ཚུལ་དེ་འདྲས་ཅིག་ཤོ་ད་ཨོ། བྷི་གའི་ལ་འགྲོ་ནས་སྐད་འབོད་རྒྱ་ཡིན། ངོ་གོ་བྱེད་ཡིན་ཁ་ཐུག་ཁོ་རང་བྱེད་ཡིན་ལ་ནི་རོ། མི་གཅིག་ཐོང་མ་སུ། ག་རེ་བྱེད་ཁྱོད་རང་ཚོ། ག་རེ་བཤད་རོགས། འདི་ག་རེ་བཏོན་དགོས་རེད་ལབ་ན་ཁྱེད་རང་ཚོ་རྒྱ་བོད་རིན་པོ་ཆེན་གྱི་ཚིག་དེ་བེད་སྤྱོད་བྱེད་ནས་ཞུ། དད་པ་མེད་ན་དད་པ་ཡོད་དུ་འདོ་བྱེད་དེ་ཡ་དེ་གི་ན་ཚ། ཟླ་བ་ཕུན་སྐྱིད་ལ་ཡ་དུ་འཚོ་གི་ལས་ཀ་ག་རེ་བྱེད་སོགས་ཁྱོད་རང་ཚོ་ལྟ་ད། རྒྱ་བོད་རིན་པོ་ཆེན་ད་ངེད་གི་ཁྲིམས་རྩོད་པ་གསུམ་གི་སྐད་ཆ་བཤད་རོགས།

སྐད་ཆ་འདི་ཉན་ལ་རོ། མི་དེ་གི་སེམས་པ་ནང་ལོགས་ལ་ཁོག་པ་ཆེན་པོ་ཅིག་དང་ཁོག་པ་རྒྱ་ཆེན་པོ་ཅིག་དང་དངོས་གནས་ཁོ་རང་བསམ་བློ་བཏང་ཐུབ་ངེས་ཀྱི་མེད་ཅིག་ད་རིང་ང་ག་དུས་ཡིན་ན་རེ་ད་ང་དང་པོ་ཟ་ར་ཚོ་ར་ཤིག་མེད་ད་རོ། ད། མི་འདི་འདྲ་བོ་ཅིག་གི་དྲི་བ་བཏང་རོ། དྲི་བ་བཏང་དུས་ཙམ་པ་ལ་ང་འདི་ལ་ལན་འགྲོ་ཡ་ལ་ང་ཚོས་ཉི་མ་བྱེད་བྱེད་ག་ལ་ཚང་མ་བསམ་བློ་བཏང་གོ་རོ། དེ་ཡིན་དུས་ཙམ་པ་ལ། དང། རྙོག་དྲ་ག་བ་ལ་ལེར། རྙོག་དྲ་དངོས་གནས་དེ་ག་བ་ལ་ལེར། རོ། རྙོག་དྲ་དངོས་གནས་དེ། དང། ཁྲིམས་རྩོད་པ་ཚང་མ་འགྲོ་ཚར། རོ། མ་ཐོན་ཚར། རོ། འདི་པ་ར་ལ། ཁྲིམས་རྩོད་པ་གསུམ། རོ། ཁ་ས་ད། ཁྲིམས་དཔོན་གསུམ། ཁྲིམས་དཔོན་གསུམ་འདི། ཡ། ཀོས་ཡ་ལ། ཨ་ནི་ཚོགས་ཆུང་བཙུགས་རེད་ཚོགས་ཆུང་གི་མ་རག་རེད་མ་རག་དུས་ཙམ་པ་ལ་ད་འདི། རྒྱལ་བ་རིན་པོ་ཆེ་བཅའ་ཁྲིམས་ཀྱི་གཞི་སྲུང་བྱེད་ནས་ད་ང་ཚོ་བླ་ན་མེད་པའི་དབུ་ཁྲིད་རོ། རྒྱལ་བ་རིན་པོ་ཆེ་ལ་ད་སྙན་སེང་ཞུས་ཀྱི་ཡིན་ལ་ནི་ལ་དུས་ཙམ་པ་ལ། ད་སྐད་ཆ་དེ་ཡག་པོ་ཉན་ཨ། རྒྱལ་བ་རིན་པོ་ཆེ་ལ་ད་ང་ཚོ་རྒྱལ་བ་རིན་པོ་ཆེ་ལ་ཞུས་ན་མ་གཏོགས་ཞུ་ད་ཐབས་མེད་རྒྱུ་ཆ་ཚ་སོང་ང་ཚོ་ལ་ནི་རག་མ་སོང་ཁྲིམས་དཔོན་གསར་བ་གསུམ་རོ། འདི་ཡིན་དུས་ཙམ་པ་ལ་ད་འདི་འདྲ་བྱས་ཁྲིམས་དཔོན་གཞན་པ་ཚོ་སྐད་ཆ་གོ་ར་ཡོད་མ་རེད་དོན་ཚར་བ། ད་ང་ཚོ་བླ་ན་མེད་པའི་དབུ་ཁྲིད་ལ། ཞུས་ཀིན་ལ་ནི་བཅའ་ཁྲིམས་ཀྱི་དགོངས་དོན་གོ་རང་ཡིན་ལ་ལྟ་ནས་ཀིར་ལ་ནི་མེད་པའི་དབུ་ཁྲིད་ལ་ཞུས་ཀིན་ལ་དུས་བརྩམས་པ་ལ་ཁྲིམས་དཔོན་གསུམ་གན་འདྲེ་ལས་ཁྲིམས་དཔོན་གསུམ་ལས་དེ་ཁོ་རང་ཚོ་བསམ་བློ་ཞིའུ་བཏང་ནས་ཀླད་ཀྱོག་དེ་འདྲའི་རྩ་བ་གཉིས་ནི་མ་རྟ་རྒྱབ་ལོག་ལ་གཞུང་ཞབས་པ་ཟུར་པ་ཟོང་རྡོ་རིན་པོ་ཆེ་དང་ཟོང་འདི་གཞུང་ཞབས་པ་ཟུར་པ་དང་ཨ་ནི་དངོས་གནས་ཁོ་རང་རྒྱབ་ལོག་ལ་འཁྲབ་དེ་ངས་དུ་འཛུགས་ཀི་རྒྱབ་ལོག་ལ་འཁྲབ་དེ་ངས་དུ་འཛུགས་ཀི་དངོས་གནས་ཁོ་རང་ཅིག་གིས་བསམ་ཤེས་ཡོད་ངེས་དང་ཧ་གོ་ངེས་དང།

ན་ནི། ང་ཚོ་ལ་རེ་བ་རྒྱ་ཁྱོག་དང་དེ་ན་ནི་སྤྱི་འཐུས་ཉི་ཤུ་རྩ་གཅིག་གིས་ང་ཚོ་གི་དགོངས་དག་ཐུགས་གཏན་ཞུས་ནས་ཨ་ནི་ཁོ་ཚོ་གི་ནུས་པ་ནུས་པ་སྟོན་ཁྱོག་དང་གཅིག་བྱས། རེད་བ། སྤྱི་འཐུས་ཉི་ཤུ་རྩ་གཅིག་གིས་དགོངས་དག་ཐུགས་གཏན་ཞུས་སོང་འདི་ནང་བཞིན་གི་མི་མང་བཞི་སྟོང་ལྔ་བརྒྱ་དྲུག་བཞི་སྟོང་བདུན་བརྒྱ་ཅིག་གིས་ཨ་ནི་མཚན་རྟགས་བསྡུ་རུབ་བྱས་ནས་ད་དུང་ཚོ་ཚང་མ་ལ་ལྟ་ནི་ང་ཚོ་ཡ་ཡུང་ཡིན་ལ་ནི་ལ་གོ་རེད་བ། རེད་བ། ང་ཚོ་ཚང་མ་འདི་ལ་ལྟ་ནི་ཡུང་ཡིན། རེད་བ།

འབྲས་བུ་སྟེ་ཟླ་བ་ཕུན་ཁྱོད་ཀྱིས་ཤེས་སོ། ད་ག་རང་ཟླ་བ་ཕུན་ཁྱོད་ཀྱིས་ཤེས་ཡ་དེ་ད་ག་རང་ད་ད་གོང་ས་མཆོག་མ་ཕེད་ཚ་རེས། ད་འདོད་ངོས་ལེན་མེད་ལ་ན་གང་ས་མཆོག་ལ་ནི་བེད་ཁོ་ར་ཚད་མེད་ཅིག་འོ་རེས་དོ་འདོ་ཤེས་ནས་གོང་ས་མཆོག་ལག་ཆ་ཁོ་རང་ལ་ཆབ་སྲིད་ཀྱི་ལག་ཆ་ལ་བེད་སྤྱོད་བྱེད་ནས་དད་པ་ཀྱི་མར་དང་ལག་ཆ་ཁོ་རང་ལ་བེད་སྤྱོད་བྱེད་ནས་རོ། ཟླ་བ་ཕུན་ཁྱོད་དང་ཁོང་ཚོ་ཁ་ཤས་ཅིག་གིས་ད་ཤེས་སོ། དེ་འདྲའི་རྐྱང་རྐྱང་འཁྲབ་ནས་བཙན་བྱོལ་སྤྱི་ཚོགས་ནང་ལ་དེ་འདྲའི་རྐྱང་རྐྱང་འཁྲབ་ནས་རྒྱ་བོ་རིན་པོ་ཆེ་ཐང་ཉེ་ཤོས་བསྡད་དེ་ངེད་ཀྱི་མི་སྣ་དོན་ཚོ་རོ། མི་སྣ་ཐེབས་ཆག་མི་ཆེན་པོ་ཡིན་ལ་དབོར་ད་ང་ཚོ་མི་དཀྱུས་མ་ཅིག་ལས་བསམ་བློ་བཏང་དང་འདུག་ག་སོ་སོ་གི་རྐུབ་བཀྱག་འདི་དང་སོ་སོ་གི་མིང་འདི་དང་སོ་སོ་གི་འདི་ཁོ་རང་ལ་བསམ་བློ་བཏང་ནས་མི་ཚེ་རྫོགས་འགྲོ་ངེད་ཀྱི་མི་དོན་ཚོ་རོ། དངོས་གནས་ཁོ་རང་དངོས་གནས་ཁོ་རང།

མང་ཆེ་ལ་ཆོ་ག་གསུམ་གྱི་ཁ་ཐུག་དེ་རྒྱུ་རྐྱང་རྐྱང་རུང་བ་ང་ཚོ་ཆོ་ག་ལ་དབྱེ་བ་མེད་པས་ཀྱི་རྟགས་འདི་ནི་སྟོན་གོ་རུང་ཆོ་ག་གསུམ་ལ་དུས་ཙམ་པ་ང་ཚོ་ནི་རྟགས་འདི་ན་ཚ་འདི་ག་ནས་ལེགས་གོ་རེད་ལ་དུས་ཙམ་པ་ལ་རྐུབ་བཀྱག་ཅིག་རག་གོ་ན་ད་ང་ཚོ་རེ་ད་བྱེད་གོ་རེ་ད་ང་ཚོ་མ་བྱེད་ན་ཨ་ནི་ཅིག་ཕ་ཆོས་ལ་རྡོ་སྟོད་དུ་འཛུལ་གི་ཅིག་བྱེད་འགྲོ་གོ་རུ་ད་རྡོ་སྨད་དུ་འཛུལ་གི་ཅིག་བྱེད་འགྲོ་གོ་རུ་ད་དབུས་གཙང་དུ་འཛུལ་གི་ཅིག་བྱེད་འགྲོ་གོ་རུ་ད་ལ་ནི་ཆོ་ག་གི་ན་ཚ་རྟགས་འདི་ངེས་དུ་འཚོ། སོ་སོ་རྐུབ་བཀྱག་ཅིག་གི་དོན་དག་ལ་ན་ཚ་འདི་བཏང་གོ་རུང།

ད་མི་མང་པོ་ཅིག་འདུག་ཡ་ད་རེ་ག་ས་གཏམ་ཚེ་ལ་ནང་མི་ལ་དཀའ་ངལ་འཕྲད་རེད་དངོས་གནས་ཁོ་རང་ང་ཚོ་དུང་སེམས་མཉམ་སྐྱེ་ཡོད་རོ་ཡ་དུང་སེམས་མཉམ་སྐྱེ་ཡོད་ནང་མི་ལ་དཀའ་ངལ་འཕྲད་རེད་དེ་འདྲས་བོད་པ་སུ་བཅད་ལ་མ་འཕྲད་བ་ཤོག་ཐ་ན་འཛམ་བུ་གླིང་གི་མི་སུ་བཅད་ལ་དེ་འདྲས་ཀྱི་དཀའ་ངལ་མ་འཕྲད་བ་ཤོག་ལ་ནི་སྨོན་ལམ་རྒྱ་ཡ་རེད་རེད་བ་སྨོན་ལམ་རྒྱ་ཡ་རེད་ཡིན་ནས་ཡང་རེད་བ་གཏམ་ཚེ་ལ་རྒྱབ་སྐྱོ་བྱེད་ཀྱི་ཡོད་ལ་ནི་རེད་བ་སྤེན་པ་ཚེ་རིང་གི་ནང་མི་ལ Attack བྱས་ཏེ་ཐ་ཅིག་ཏུ། ནོར་ཚར་ད་ནོར་ཚར་ངེད་ལ་ཡོད་རོ། ང་ཚོ་ཆབ་སྲིད་འདི་སྒེར་སྤེལ་གྱི་གནད་དོན་ཅིག་ལ་ཁྲིད་འགྲོ་ཡ་ཡོད་མར་ཕ་ཇོ་མིག་གི་བྱི་རེད་རོ། ཕ་ཇོ་མིག་གི་བྱི་རེད་རོ། ད་འདི་ཡིན་དུས་ཙམ་པ་ལ་རོ། ཚུ་ཇོ་མི་ལ་རོ། ཕ་ཇོ་མིག་གི་བྱི་རེད་ད་རོ། ཚུ་ཇོ་མི་ལ།

རེད། ང་ཚོ་གི་འདི་ལ་གནས་བབ་འདི་ང་ཚོ་སྐྱབས་བཅོལ་གི་གནས་བབ་རེད། འདི་ཡིན་དུས་ཙམ་པ་ལ་སྐྱབས་བཅོལ་ཞུས་དུས་ཙམ་པ་ལ་ང་ཚོ་རྒྱ་གར་ནས་ཡིན་ལ་བ་ར་ཅི་ཡིན་ན་དཀའ་ངལ་ཡོད་མ་རེད། འདི་ཡིན་དུས་ཙམ་པ་ལ་ད་མགོ་མ་ཚོས་ནས་ཨ་ནི་དུས་ཚོད་མང་པོ་ཅིག་འཕྲོ་བརླག་བཏང་ནས་ཡང་མི་མང་ལ་ཨ་ནི་གནས་ལུགས་མ་ཤེས་ནས་ཁེ་ན་ཏྲ་གི་འགྲོ་སྟངས་མ་ཤེས་ནས་ད་འདི་ལ་ཅིག་བོད་ནས་ཡིན་ལ་གོ་ཡོད་བ་འདྲ་བོ་ཅིག་བསམ་འདི་གི་ཡོད་ན་ནོར་གོ་ད་ང་ཁེ་ན་ཏྲ་མི་ང་ཁེ་ན་ཏྲ་ལ་སྐྱབས་བཅོལ་ཞུས་ནས་ད།

སྤུས་དག་པོ་གཅིག་དགའ་ནས་མི་མང་པོ་ཅིག་གིས་དུས་ཚོད་འཕྲོ་བརླག་མ་བཏང་བ་མཐོང་ནས་རེ་བ་སྤྱི་ཚོགས་ཀྱི་དྲ་རྒྱ་ནང་ལོ་ལ་མ་གཅིག་བཀྲམ་ཡོད་འདུག་ཙམ་པ་ལ་གཟབ་གཟབ་བྱེད་དགོས་པའི་དཔེ་གལ་ཆེན་པོ་རེ་བཤད་རོགས་ད་ང་ཚོ་ཁྱད་པར་སྟོན་དགོས་རེད་ད་མི་དང་མི་བར་ར་ལ་ཁྱད་པར་སྟོན་དགོས་རེད་ནང་མི་ལ་འགྲོ་ཡ་འདི་དཔེ་ད་ལྟ་འགྲོ་རེད་ད་ནང་མི་ལ་འགྲོ་རེད་གཏམ་ཚད་ཀྱི་ནང་མི་ལ་འགྲོ་རེད་འདི་ལ་ང་ཚོ་གི་ཧང་སང་ཡ་ད་ཧོན་ཐོ་ར་མི་ནོར་འཁྲུལ་ཅི་ཡ་མེད་བ་སྤུ་གུ་བུ་མོ་གཉིས་དང་སྐྱེ་མེད་ལ་ད་ནོར་འཁྲུལ་རྩ་བ་ཉིད་ནས་ཡོད་མ་རོགས། ནོར་འཁྲུལ་མེད་སྐྱོར་གྱི་འདི་ལ་བདེན་འབྲེལ་གྱི་དོ་ཕོག་བཏང་ནས་དཀའ་ངལ་བཟོས་དེ་རྒྱོ་དེ་ང་ཚོ་ཚད་ལས་བརྒལ་བས་ཀྱི་ད་ག་ལ་བར་སེམས་པ་ལ་ན་ཟུག་བཏང་ཡ་ཅིག་དང་སེམས་པ་ལ་དངོས་གནས་ཁོ་རང་སེམས་ཤུགས་ཆག་ཡ་ཅིག་གྱི་ལས་ཀ་ཤུགས་ཆེན་པོ་ཅིག་བོད་པ་ཚོས་ཀྱི་བྱེད་སུས་ལ་གཏམ་ཚེ་ལ། ད་འདི་ང་ཚོ་ཚང་མ་གཅིག་པ་གཅིག་རྐྱང་བྱེད་ཀྱིན་ཡིན་ལ་ནི་ཚུར་དོ་ཅིག་ཞུས་ན་ཕར་དོ་ཞུ་གྱིན་ཡིན་ལ་བ་ར་ཅིག་ཡིན་ན་ཏག་ཏག་འདི་གོ་འོ་མ་རེད་བསམ་གྱི་འདུག་རོ་འདི་ཡིན་དུས་ཙམ་པ་ལ་འདི་ལ་ད་ཐུགས་བསམ་ཆེན་པོ་ཅིག་བསྐངས་ནས་ནང་མི་དེ་འཁྲུལ་མོ་གོ་ན། རེད་བ། ང་ཚོ་ཆབ་སྲིད་དེ་དངོས་གནས་ཁོ་རང་བོད་དེ་གནས་ནས་རེད་བ། དངོས་གནས་ཁོ་རང་དམངས་གཙོ་བོད་ཆོལ་ཡག་པོ་ཆེད་གཏང་གི་ཡོད་ན། ནང་མི་གྲུས་མོ་གོ་བའི་ཐོག་ནས་ཐབས་ཤེས་བྱེད་རོགས་གྱིས་རེད་བ། འདི་བོད་ད་བེམ་རྫས་ཀྱི་ནང་མི་ཡིན་ན་འདྲ་སུའི་ནང་མི་ཡིན་ན་འདྲ་ནང་མི་མ་གྲུས་རོགས་གྱིས་ལ་ནས་རེད་བ། ཆབ་སྲིད་དངོས་གནས་ཁོ་རང་ད། གལ་སྲིད་ནང་མི་ག་ལ་ལག་པ་འཆང་ཡ་གི་སེམས་པ་ནང་ལ་ཚོར་བ་བསླད་ཚར་བའི་རྗེས་ལ་ཁྱོད་རང། རོ། ཉམས་མྱོང་གཅིག། ཁྱོད་རང་ཁྱོད་རང། ག་རེ་ཧ་གོ་གོ་རེད་བསམ་གྱི་འདུག་ལ་ན་མི་སུ་འདྲ་བོ་ཅིག་ཡིན་ནར་ད། ནང་མི་ག་ལ་ཀླད་ཚ་བའི་རྗེས་ལ་རོ། ཁྱོད་རང་གི་སེམས་པ་ན་ལ་ནང་མི་ལ་གནས་ཡོད་སྐྱེ་ཡས་ཅིག་དང་ནང་མི་ལ་ནང་མི་མིང་གྲུས་དགོས་ཡས་ཀྱི་གནས་ཚུལ་ཅིག་ཀླད་ཚ་བའི་རྗེས་ལ། ཁྱོད་རང་གི་སེམས་པ་ནང་ལོག་ལ་བསམ་བློ་ག་རེ་བཏང་གོ་རེད་ང་ཆབ་སྲིད་ཤེས་ཀྱི་མི་འདུག་བ། མི་འདུག་བས་ང་ཏེ་སློབ་སྦྱོང་བྱེད་དགོས་འདུག་བ་བསམ་ད་དུས་ཁྱོད་རང་གི་ཤུགས་བརྒྱབ་ནས་ནང་མི་ག་ལ་འགྲོ་མོ་གོ་ཡས་ཐོག་ནས་རོ། ཁྱོད་རང་ནང་མི་ག་ལ་ཀླད་ཚ་དུས་ཙམ་པ་ལ་ཁྱོད་རང་གནས་ཚད་འདང་གོ་མར་ཆབ་སྲིད་ག་ལ།

རོ། མི་ཚང་མ་རྟ་རྒྱུག་འགྲན་སྡུར་བྱེད་དུས་ཙམ་པ་ལ་ང་མོ་སྒྲ་བཏང་ནས་འགྲན་སྡུར་བྱེད་ཀྱི་ཡིན་ལ་ཨེ་ཡོད་མ་རོ། འདི་འདྲ་བོ་ཆག་སྒོ་བོར་ད་འདི་ཡིན་དུས་ཙམ་པ་ལ་རྟ་རྒྱུག་རྟ་རྒྱུག་ས་ལ་རྟ་རང་བཏང་ཤེས་བ་ཆེ་བར་རོ། དེ་ཡིན་དུས་ཆབ་སྲིད་ཀ་ལ་སླད་ཡོད་དུས་ཙམ་པ་ལ་ཆབ་སྲིད་ཀ་ལ་ཤེས་ཀྱི་ཡོད་ན་ཆབ་སྲིད་ཡག་པོ་ཧ་གོ་བ་ཆེ་བར་དོན་དག་རྡོག་རྡོག་རོ། ཨ་ནི། དཀྲུག་དཀྲུག་བཏང་ཡ་མེད་ཀྱོ་ང་རྟ་རྒྱུག་ས་ལ་ང་མོ་སྒྲ་ཁྲིད་ནས་ཡོང་གི་མོ་སྒྲ་བཏང་གི་ཡིན་ལ་བ་དང་འགྲན་བྲལ་བྱེད་བ་ར་ཅན་ཡིན་ན། ང་ཚོ་ད་ལྟ་དཀའ་ངལ་འཕྲད་སྒོ་རུ་བ། ད་ད་ལྟ་མི་མང་པོ་ཅིག་གིས་སྤེན་ཚེ་ནང་སྤེན་ཚེ་ལ་ཡི་དུ་ཁ་ས་སྤེན་ཚེ་ནང་མི་ལ་ཨ་ནི་ཡང་ཅིག་མང་པོ་ཅིག་ཁྲི་ཅིག་ཕུ་གུ་དང་སྐྱེ་མེད་ཚང་མ་པར་ཡར་ཐོན་ཡོང་ཡ་ཅིག་དོ་དེ་སྔ་ད་ཅིག་ཏུ་ངོ་རྒོལ་ཡོད་རུ་བ་ངོ་རྒོལ་རྒྱག་དགོ་ཡ་རྒྱུ་མཚན་ག་རེ་ཡིན་ལ་ན་རོ་སྤེན་ཚེ་ལ་སྐད་ཁྲ་ནི་མེད་ད། ནང་མི་དེ་ཆབ་སྲིད་ནང་ལོགས་ལ་འཁྲུལ་ཡོད་ན་དེ་ང་ཚོ་ཆབ་སྲིད་དེ་གཏུག་ཆ་ཞུ་བྱེད་དང་ཐབས་སྡུག་གི་ལས་ཀ་རེད་ད་ང་ཚོ་སྙི་མ་གཅིག་ཡོད་ལུགས་གསོལ་གྱི། ཁྱོད་ཀྱིས་ངའི་ནང་མི་གཅིག་སེར་བ་ར་གཅིག་ཡིན་ན་ངས་ཀྱིས་ཁྱོད་རང་ནང་མི་མི་གཅིག་ཕག་སེར། ག་འཚམ་གཅིག་ནས་ཕག་ཚུགས་སེར་རེ་བཏང་དང་མ་བཏང་བུ་སྐྱེ་བ་དང་བུ་ལོ་ཆུང་ཆུང་ལོ་གཅིག་གཉིས་ཡིན་ན་ཡི་བསད་བཞག་ཅིག་མ་འོངས་པ་ང་ཚོ་ལ་གནོད་སྐྱེལ་གྱི་རེད་ལ་ནས་བསད་བཞག་ཡ་གྱི། ང་ཚོ་གི་གཅིག་སྐད་ཆ་གཅིག་ཡོད་འོང་འདི་ཆ་ཡོད་འགོར་ད། དེ་ཡིན་དུས་བརྩམས་པ་ལ་རུང་བ་དེ་འདྲའི་རྩ་བ་རྙེད་ནས་མིན་པའི་ཐོག་ནས་རུང་བ་དངོས་གནས་ཁོ་རང་ཁྲིམས་དང་མཐུན་པར་རུང་བ་ང་ཚོ་འདི་འདྲའི་གི་ནང་མི་གང་ལ་འགྲོ་དགོས་ཡ་གི་གནས་བབ་ཡོད་མ་རེད་ང་ཚོ་ལ་བདེན་པ་ཡོད་རེད་བདེན་པ་ཡོད་དུས་བརྩམས་པ་ལ་ནོར་འཁྲུལ་བྱེད་ཀྱོག་དེ་ལ་བྱེད་གི་འདུག་ཆབ་སྲིད་ཀྱི་ཐོག་ནས་གང་བ་འགྲིག་གི་མེད་ན་འགྲིག་གི་མི་འདུག་སྤེན་ཚེ་གི་རྒྱབ་སྐྱོར་གི་འགྲིག་གི་མེད་ན་འདྲ་སྤེན་པ་ཚེ་རིང་གི་འགྲིག་གི་མེད་ན་འདྲ་ང་ཚོ་གང་བ་ལ་བཤད་ཡ་གི་ཐོབ་ཐང་ཡོད་རེད་སྤེན་པ་ཚེ་རིང་ལ་ང་ཚོ་བཤད་ཡ་གི་ཐོབ་ཐང་ཡོད་རེད་དང་ག་བྱིན་ལ་དང་ཁོ་བ།

ང་ཚོ་སྲིད་སྐྱོང་གཅིག་ལ་ཁ་བཏང་གི་འདུག་ལ་ནི་མི་མང་པོ་གཅིག་གི་བསམ་བློ་བཏང་གི་འདུག་བོད་གཞུང་ལ་ཁ་བཏང་གི་འདུག་སྲིད་སྐྱོང་ལ་ཁ་བཏང་ན་བོད་གཞུང་ལ་ཁ་བཏང་གི་འདུག་ལ་ནི་ར་ཨེ་འད་ཨེ་བྱེད་ནི་མ་གནས་མ་ཡག་གི་ཐབས་ཤེས་བྱེད་ཀྱི་འདུག་བ་རྩ་བ་ཉིད་ནས་མགོ་སྒུར་ཡ་ཡོད་མ་རེད་ནག་པོ་ལ་ནག་པོ་རེད་དཀར་བོ་ལ་དཀར་བོ་རེད་ལབ་མ་ཐུབ་བ་ར་ཅི་ཡིན་ན་ཁྱོད་རང་སྨྲ་ཞིག་དོན་གོ་བས་ཀྱི་མིག་གི་མཚན་ཉིད་ཚང་གོ་བ་མ་རེད་བ་ཁྱོད་རང་གི་འདི་ནང་ལོག་ལ་ཁྱོད་རང་མི་དྲང་པོ་ཅིག་ག་ཚོད་མོ་གོ་ག་ཚོད་ཀྱི་དྲང་པོ་ཡིན་ལ་བ་ར་ཅི་ཡིན་ན་ཁྱོད་རང་དྲང་པོ་ཆགས་ཀྱི་ཡོད་མ་རེད། རེད་བ། ང་ཚོ་དཀའ་ངལ་འདི། དོན་དག་རྡོག་རྡོག་ང་ཚོ་དཀའ་ངལ་འདི་ག་ལ་དཀའ་ངལ་འདུག་ལ་དུས་ཙམ་པ་ལ་དཀའ་ངལ་འདི་ཆེན་པོ་བཟོ་ཡས་ཀྱི་ཐབས་ཤེས་མ་རོ་བ། དཀའ་ངལ་ཡོད་སྐྱོ་འདི་མེད་པ་བཟོ་ཡས་ཀྱི་ཐབས་ཤེས་ཅིག་ག་ལ་བསམ་བློ་ཅིག་ག་ལ་ང་ཚོའི་སྐད་ཆ་འདི་ཤེས་དགོས་རོ། རོ་ཡ། ང་ཚོ་དཀའ་ངལ་ག་རེ་མཐོང་བ་ར་ཅེ་ན་ཁ་ཤས་ཀྱི་གནས་ལུགས་ཤེས་མི་འདུག་གནས་ལུགས་ཤེས་དགོས་ཡས་ཡོད་མ་རོ་བ། རོ་བ། ཆུ་ཐུར་ལ་འགྲོ་གི་ཡོད་བ་འདི་ང་ཚོའི་ཧ་གོ་གི་རོ་བ། ཆུ་གྱེན་ལ་འགྲོ་གི་མེད་བ་འདི་ང་ཚོའི་ཧ་གོ་གོ་རོ་བ། འདུ་འཚོ་ལ་གནས་ལུགས་ག་རེ་ཤེས་དགོས། ཆུ་མ་ཐུར་ལ་འགྲོ་ཁོ་བོར་བ། ཆུ་ཐུར་ལ་འགྲོ་ས་ག་ལ་ཆུ་གྱེན་ལ་འགྲོ་དེ་ངས་ཡིན་ན་འདི་ནོར་འཁྲུལ་ཡིན་པ་དེ་ང་ཚོས་ཧ་གོ་བོར་བ། དོན་དག་འདིར་མི་ཁ་ཤས་ཀྱིས་ཨོ་ཁྱོད་བོད་བཙན་བྱོལ་སྤྱི་ཚོགས་ཀྱི་གནས་ལུགས་ཤེས་ཀྱི་མི་འདུག་གཅིག་བྱེད་ཀྱི་མི་འདུག་ད་དམིགས་ཀྱིས་ལྟ། མཐོང་རྒྱུ་འདི། འདི་ཏག་ཏག་ཅིག་ང་ཚོས་ཧ་གོ་གོ་བྱེད་ཀྱི་རེད་བ། ཧ་གོ་གོ་བྱེད་ཀྱི་རེད་བ། རེད་བ། འདི་ཡིན་དུས་ཙམ་པ་ལ་རེད་བ། ད་མི་མང་པོ་ཅིག་གིས་གནས་ལུགས་ཤེས་ཀྱི་མི་འདུག་ལ་ནི་ཁྱོད་རང་ལ་མཐོང་ཆུང་བཏང་ཡ་དང་སློབ་སྦྱོང་མེད་སྐྱོ་ལ་ནི་མཐོང་ཆུང་བཏང་ཡ་དང་ཁྱོད་རང་ཅིག་བོད་གཞུང་གི་ལས་ཀ་བྱེད་མྱོང་ཡོད་མ་རེད་ལ་ནི་མཐོང་ཆུང་བཏང་ཡ་དང་ཉམས་མྱོང་ཡོད་མ་རེད་ལ་ནི་མཐོང་ཆུང་བཏང་ཡ་དང་ཚོ་ལ་རྩ་བ་སྙེམས་ནས་མགོ་སྒུར་ཡ་ཡོད་མ་རེད་ད། རེད་བ། འདུ་ཚོ་ཚང་མ་ཁོང་ཚོས་ཀྱི་ལག་ཆ་ཅིག་རེད། ལག་ཆ་ཅིག། འདི་ལག་ཆ་འདི་རྒྱལ་ཚ་བའི་རྗེས་ལ་རེད་བ། རྩ་བ་ཉིད་ནས་དཀའ་ངལ་སྤྲིངས་ཀྱི་མ་རེད་ང་ཚོ་གི་ནོར་འཁྲུལ་ལ་ནོར་འཁྲུལ་འདུག་ལ་གོ་རེ་ད།

ག་རེ་ཡིན་མིན་ལ་མ་ལྟོས་པ་ཕྱིར་སོ་སོ་གི་ལྷག་བསམ་དེ་དངོས་གནས་ཁོ་རང་སྐྱིད་ལ། ལྷག་བསམ་དེ་འགྱུར་བ་མེད་པར་ལྷད་མེད་པར་ཐོག་ནས་རེ་བ། བོད་སྤྱི་པ་དང་མི་མང་འདི་གི་བདེ་སྡུག་ཁོ་རང་གི་ལ་བསམ་བློ་བཏང་ནས་ཁྱེད་རང་ལ་རེ་བ་གལ་སྲིད། སྤྱན་རས་གཟིགས་ཡིན་ན་ཡི་རེ་བ། སྤྱན་རས་གཟིགས་ཡིན་ན་ཡི་རེ་བ། ད་དབུ་ད་མ་བསུ་ན་སྟོང་ཕྲག་གཅིག་ལ་འཐོར་དགོས་ཡ་ང་ང་རང་གི་སེམས་པ་ནང་ལོགས་ལ་ཨ་ནི། ད་ད་རིང་ནས་བཟུང་ང་ལ་ཡ་དེ་བསམ་བློ། ཏེས་ཅིག་བཏང་བ་ར་བཅད་ནས་ངེད་ཀྱི་དབུ་དེ་ད། སྟོང་ཕྲག་ཅིག་ལ་འཐོར་བར་ཤོག་ངའི་གཟུགས་པོ་དེ། ཁ་སྟོང་ཕྲག་ཅིག་ལ་འཐོར་བར་ཤོག་ལ་ནི་རོ། དེ་འདྲས་བྱས་ན་དེ་ཅི་རེད་ཟིག་ཆ་སྟོང་སྤྱན་སྟོང་དེ་འཁྲུངས་སྟངས་དེ་འདྲས་རོ། རོ་ཡ། འདི་ཡིན་དུས་ཙམ་པ་ལ་རོ་ང་ཡིན་ན་ཡི་རོ་དྲང་པོ་ལ། རོ། གལ་སྲིད་དེ་འདྲས་ཀྱི་སྒེར་ལ་བསམ་བློ་བཏང་ནས་རོ་ངེད་ཀྱིས་ཁྱེད་རང་ཚོ་ལ། ཐུག་པ་དཀྲུགས་དཀྲུགས་དཀྲུགས་གུ་ཡོལ་བ་ར་རྗེ་ཡི་ནར་བ་ང་ས་གཉིས་ཚར་གཅོད་བ་ཤོག་ལྷ་ལྷ་མ་ལྷ་ལྷ་མ་དཀོན་མཆོག་ཚང་མ་ཡི་སྲུང་མ་སུ་ཡི་དང་ཡི་དམ་སྲུང་མ་སུ་ཡི་ནར་བ་ང་ས་གཉིས་ཚར་གཅོད་བ་ཤོག་ལ་ནི་བདེན་འབྲས་ཀྱི་སྨོན་ལམ་རྒྱ་ཐུགས་ངེས་དང་བདེན་འབྲས་ཀྱི་ཁ་ནི་མ་ཤེས་ཐུགས་ངེས་ཀྱི་ར་བ་སྤོབས་པ་ཡོད་ངེས་ཀྱི་མི་གཅིག་ཡིན་ར་བ་ང་ཞི་བོ་ཞི་བོ་གང་ཤེས་ཀྱི་མེད་ར་བ་དངོས་གནས་ཁོ་རང་ང་ཚོ་ལྷ་ལྷ་མ་སྐྱེ་བ་སྔ་ཕྱི་ལ་ཁས་ལེན་ངེས་ཅིག་དང་རྒྱ་བ་རིན་པོ་ཆེ་ལ་ཁས་ལེན་ངེས་ཅིག་དང་ར་བ་བོད་སྤྱི་པ་ལ་ཁས་ལེན་ངེས་ཅིག་ར་བ་ཚེ་འདི་སྤྱི་གཉིས་ལ་ཁས་ལེན་ངེས་ཀྱི་མི་གཅིག་ཡིན།

གང་མི་འདུག་ལང་ཀ་ག་ལ་འགྲོ་འགྲོ་དུས་ཙམ་པ་ལང་ཀ་ག་ལ་འགྲོ་ཡོང་དུས་ཙམ་པ་ལ་རོ་མི་ངོ་ཤེས་འགྱོ་ཡིན་ན་ཡིན་རོ་སྙེ་མ་སྙེ་མདོ་དེ་དེ་ངེ་དེ་འདྲ་ཡིན་ན་ཡིན་རོ་བེས་ཅིག་ཐག་རིང་སུ་འགྲོ་བསྡད་ཡ་ཅི་ད་རྒྱུ་མཚན་ག་རེ་རེད་ང་རང་ཚོ་གི་ཆབ་སྲིད་ཀྱི་ལང་ཕྱོགས་དང་ལྟ་བ་ཁ་ཁ་ཅིག་ཆ་ནས་ང་རོ་བ་ག་བ་ལ་ཡིན་ན་དཀའ་ངལ་འཁྲི་གི་འདུག་ནང་མི་ནང་ལོ་ལ་ཡིན་ན་ཡང་ང་ལ་དཀའ་ངལ་འཁྲི་གི་འདུག་རོ་བ་སྲིད་སྐྱོང་ལ་རྒྱབ་སྐྱོར་བྱེད་མཁན་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་བྱེད་མཁན་ཡོད་རེད་རོ་བ་རྒྱབ་སྐྱོར་མ་བྱེད་མཁན་ཡོད་རེད་རོ་བ་འདི་ཡིན་དུས་ཙམ་པ་ལ་དངོས་གནས་ཁོ་རང་རོ་བ་ནང་མི་ནང་ལོ་ལ་ཡིན་ན་ཡང་ང་རང་ཚོ། བསམ་བློ་བཏང་སྟངས་ལ་ཁྱད་པར་འགྲོ་གི་འདུག་རོ། ཡིན་ནའི་དཔེ་འཇགས་ཀྱི་འདུ་ཤེས་ཅིག་ག་ལ་ཡོད་དུས་བརྩམས་པ་ལ་རོ། ང་ཚོ་འདི་ཆབ་སྲིད་དང། ནང་མི་གི་འབྲེལ་བ་འདི་ང་ཚོ་ག་དུས་ཡིན་ན་དབྱེ་བ་ཕྱེ་ནས་བཞག་གི་ཡོད་རོ། ཚང་མས་ཀྱི་འདི་ག་ལ་བསམ་ཤེས་བྱེད་ནས་རོ་དབྱེ་བ་ཕྱེ་ནས་བཞག་གི་ཡོད་རོ། ཡ། དེ་ཡིན་དུས་བརྩམས་པ་ལ་ནང་མི་གཅིག་གི་ནང་ལོ་ལྟ་བ་མ་ལོངས་ཡོང་ཆོག་རོ། ནང་མི་གཅིག་གི་ནང་ལོ་མི་ལྔ་ཡོད་ན། མི་ལྔ་གི་ཁ་ལ། མི་ཚང་མས་ཀྱི་ཁ་ལ་གཅིག་ཟ་འོ་ས་མེད་རོ་ཅེས་བསམ་གི་མ་རོ།

རག་ན་རག། མི་ཚེ་གཅིག་རེད། ཉལ་ས་ན་ལ་ཤི་ན་ཤི་རེད། གནམ་གྲུ་ག་ལ་ཤི་ན་ཤི་རེད་རས་ལུད་ན་ལ་ཤི་ན་ཤི་རེད་རོ་བ་སྨན་ཁང་ན་ལ་ཤི་ན་ཤི་རེད་ག་བ་ལ་ཤི་ན་ཤི་རོ་མི་ཚེ་གཅིག་རེད། བྱ་བཞིན་མང་པོ་དེ་འདྲས་ག་རེ་དགོས། མི་མང་པོ་དེ་འདྲས་ཀྱི་ལྟ་བ་བཏོན་ནས་ང་འཛམ་བུ་གླིང་མི་ཚང་མ་ལ་ང་འཛམ་བུ་གླིང་ན་ལ་མ་བསླེས་དུས་ཙམ་པ་ལ་རོ་བ་འཛམ་བུ་གླིང་མི་ཚང་མ་ཉིད་ཀྱི་སྐྱེས་བུ་བཟོས་ཐུག་གི་ཡོད་ལ་ནི་ཁས་ལེན་བྱས་ནས་བསླེས་མ་རོ་བ། སྐྱིད་པོ་བཟོས་འདུག་གོ་མ་རེད་རོ། རྒྱ་ངན་མང་པོར་ཁ་ཤེས་ཀྱི་ནི་རོ་ཁ་མང་པོ་ཤེས་འདུག་ཅིག་ཤེས་ཀྱི་འདུག་བསམ་མེད་རོ་ཤེས་དེ་ངེས་ཡོད་རོ་ཁ་ཤེས་ནི་སོ་སོ་ཧ་མང་གོ་ནི་ངེས་ཀྱི་ཤེས་རྒྱུ་དེ་ནོར་འཁྲུལ་མཐོང་དེ་ངེས་ཡོད་རོ་ཁ་ཤེས་ནི་དངོས་གནས་ཁོ་རང་གནས་ལུགས་ཧ་གོ་ནི་ཨ་ཙི་ང་ང་ལ་གནས་ཚད་མེད་བའི་ཐོག་ནས་ང་དེ་འདྲའི་དཀའ་ངལ་འདུག་ལ་ནི་རོ་ཁྱེད་རང་གལ་སྲིད་ནོར་བ་ར་ཅིག་ཡིན་ན་ཁྱོད་རང་ལྷག་བསམ་ཡོད་ན། ང་རྒྱབ་སྐྱོར་བྱེད་ཀྱི་ཡིན་ལ་ངས་དེ་འདྲའི་མང་པོ་འདུག་ཁྱོད་རང་ནོར་སྲིད་ཀྱི་རེད་དཱ་ག་ཡོད་མ་རེད་ཡིན་ནའི་ང་ཁྱོད་རང་ལ་རྒྱབ་སྐྱོར་ཡོད་དཱ་ག་ཡིན་ཟེར་ན་ཁྱོད་རང་གི་གནས་ཚད་མ་འདང་བའི་ཐོག་ནས་རེད་བ་ང་ཚོ་ཚང་མ་བད་ཁོ་རང་སངས་རྒྱས་སྐྱོབ་མ་རེད་བ་ཁྱོད་རང་གནས་ཚད་མ་འདང་བའི་ཐོག་ནས་རེད་བ་ཁྱོད་རང་གི་ལྷག་བསམ་ལ་འགྱུར་བ་མེད་བ་དེ་དང་ཁྱོད་རང་ལྷག་བསམ་ཕྱུག་མེད་བ་དེ་ད། དོན་དག་རྡོག་རྡོག་འདི་རེད། རོ། འདི་ལ་ཡིག་ཆས་ཡོད། ལ་ནི་རོ་རྒྱབ་སྐྱོར་བྱེད་མཁན་འདུག། རོ། ང་ཡིན་ན་ཡི་ག་དུས་ན་འགྲིག་ཡོད་ལ་ཡིན་མེད་ད། འགྲིག་ཡོད་ལ་ཡིན་མེད། ནོར་འཁྲུལ་ཡོད། བརྒྱ་ཆ་བརྒྱ་ཡོད། མཚམས་མཚམས་ངར་ཤུགས་ཀྱི་ཐོག་ནས་ཡོད། ཁ། བཟང་སྤྱོད་ཀྱི་ཐོག་ནས་ནོར་འཁྲུལ་འགྲོ་གི་རེད། རོ། གནས་ཚད་ཀྱི་ཐོག་ནས་ནོར་འཁྲུལ་འགྲོ་གི་རེད། ག་རེ་གི་ཐོག་ནས་ཡིན་ན་ནོར་འཁྲུལ་འགྲོ་གི་རེད། རོ། ཡིན་ནས། སྤོབས་པ་བྱེད་དགོས། ད་ལྟ་ཡི་ཁྱོད་རང་ཚོ་ལ་གདོང་པ་སྟོན་ནས་རོ། མི་དེ་ཚོ་གི་ལྕགས་གདོང་ཡིན་ན་ཅིག་ལ་ཡོད་དོ། འདི་མ་རྟ། ད་ལྟ་ཡི་ཁྱོད་རང་ཚོ་ལ་གདོང་པ་སྟོན་ཡས་ཀྱི་རོ། ནུས་པ་བསླད་དེ་སེམས་པ་ནང་ལོ་ལ་ཁྱོད་རང་ཚོ་ལ་གདོང་པ་སྟོན་ནས་ད་ལྟ་ཡི་ཤེས་དེ་ཡས་ཀྱི་ནུས་པ་ལོ་བཅུ་གཉིས་རིང་ལ་ཤེས་དེ་གཏོང་རོ། ཆབ་སྲིད་ཀྱི་ཐོག་ལ་མང་པོ་ཤེས་རོ། མི་དེ་འདྲས་ཀྱི་མོ་ཏྲ་ཁ་ཅིག་དེ་མ་གཏོགས་མཐོང་ཡོད་མ་རེད་ག་ཅིག་ལ་ན་མོ་ཏྲ་ཁ་ཅིག་དེ་བའི་རིལ་འགྲོ་རེད་ངེད་ཀྱི་མོ་ཏྲའི་སྐོར་ལ་འགྲེལ་བཤད་རྒྱག་ཡས་དེ་བའི་རིལ་འགྲོ་རེད་འདི་དངོས་ནས་ཤེས་དེ་ཡོད་ང་རོ་ཡ། ཆབ་སྲིད་ཀྱི་ཐོག་ནས་ཆབ་སྲིད་ཀྱི་ཐོག་ནས་ལོ་བཅུ་གཉིས་རིང་ལ་ཤེས་ཡིན་རོ། ད་ལྟ་ཡི་གདོང་པ་ཐང་པོ་ཆེ་ནི་ཁྱོད་རང་ཚོ་ལ་སྟོན་ཐུ་ཨེ་དེ་རོ། ཉིད་ཀྱི་རྩ་བ་འདྲ་བོ་དེ་ང་ལྷག་བསམ་ཕྱུག་མེད་རོ། ང་མི་རིགས་འདི་ལ་ག་འདྲའི་ཆེ་ནས་ཞལ་འདེབས་ཞུས་དགོས་བྱུང་ན་འདྲ། ང་མི་རིགས་འདི་ལ་ག་འདྲའི་ཆེ་ནས་རོ། ད་དུས་ཚོད་ཆུ་ཚོད་ཉི་ཤུ་རྩ་བཞི་གང་ཟག་བཏང་མ་ཐུབ་ན་ཆུ་ཚོད་གཅིག་ད་ཉིད་ཀྱི་མི་རིགས་འདི་ལ་ཅིག་བྱེད་ཐུ་ན་བསམ་པའི་རོ། དེ་འདྲའི་གཅིག་གི་ལྷག་བསམ་མ་འཆུག་པའི་ཐོག་ནས་ང་ཁྱེད་རང་ཚོ་ལ་ཡང་ནས་ཡང་དུ་གླེགས་ཡོད་རོ། དེའི་ལ་དུས་ཙམ་པར་ལ་ཁྱེད་ཚོར་གྱི་ཁ་བཙུམ་ལ་ཡ་དང་གཅིག་ལ་དེ་ཅི་ཡོད་རོ། ཁ་བཙུམ་ལ་ནས་གཅིག་མང་པོ་ཤེས་དེ་ངས་ཅི་ཡོད་རོ། རྩ་བ་གཉིས་ནས་ཁྱོད་ཚོ་ཁ་བཙུམ་ལ་ནས་ང་ཁ་བཙུམ་པ་ར་ཅི་ཡིན་ན་རོ། ཁྱོད་ཚོ་ཁ་བཙུམ་ལ་ནས་ང་ཁ་བཙུམ་པ་ར་ཅི་ཡིན་ན་ཨ་ནི། ང་ག་བ་ལ་ལས་སྲིད། ཨ། ཁྱོད་ཚོ་ཁ་བཙུམ་པའི་གི་ལས་ཀ་དེ་འདི་རེད་ད། ད་ད་ཆ་དེ་ཡིད་དོ།

ང་ཚོ་དྲག་པོ་ཡོད་ན། དུས་ཚོད་ཀྱི་སྐད་ཆར་བ། སྲོང་བཙན་སྒམ་པོ་སྐབས་ལ་བལ་གོ་ར་བོད་སྟོབས་ཆེན་པོ་འདི་འདྲས་ཡོད་དུས་ཙམ་པ་ལ་རྒྱ་མི་མ་ཟ་ཡ་གི་སྐད་ཆར་བ་འདུ་ཚོ་ཚང་མ་སྐད་ཆ་གཅིག་རེད་ད་ཕྱོགས་གཅིག་ནས་བསམ་བློ་བཏང་བ་འདྲ་བྱེད་ན་དངོས་གནས་རེད་རོ་ཡ། ང་ཚོ་སུ་སྟོབས་ཆེ་ཡ་ཡོད་ན་འོན་ཏེ་ཟ་ཡ་གི་ཐབས་ཤེས་གཏང་གི་རོ་ང་ཚོ་སྟོབས་ཆུང་རུ་འགྲོ་ཡ་དང་ང་ཚོ་ནུས་པ་མེད་བ་ཆགས་ཡ་དང་འདུ་ཚོ།

ང་ཚོ་ལུང་པ་ཤོར་བ། རྒྱལ་ཁབ། རོ། རྒྱལ་ཁབ་ཤོར་བ། འཛམ་བུ་གླིང་གི། སྲབ་ཁྲ་འདི་ག་ལ། Map ཁོ་རང་མེད་བ་བཟོས་ཡས་ཀྱི། རོ། དཀའ་ངལ་འདི། ང་རང་ཚོ་འཕྲད་སྐྱོར་རེད་མ་གཏོགས། རྒྱ་མི་ཕྱི་ཁོག་འཕྲད་སྐྱོར་མ་རེད་ད། ད་ད་ད། བོད་ནང་ལོ་ལ། བོད་པ་ལ་རྡུང། མནར་གཅོད་བྱེད་དེ་ངས་དོན་དུ་བསམ་བློ་ཡག་པོ་ཅིག་བཏང་ད།